ཨོ། ལོ་རིམ་གསུམ་པའི་དབང་རྩའི་སློབ་ཚན་གསལ་གཟིགས་ནང་གི་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་གི་ཡོད། ཨོ། འདི་ནི་ད་ནི་ང་རང་ཚོའི་ལོ་རིམ་གསུམ་པའི་དབང་རྩའི་སློབ་ཚན་དེ་མུ་མཐུད་ནས་འགྲོ་གི་ཡིན་ལ། ཨོ། འདི་ནི་འདི་གི་ཚན་པ་སྔ་མ་དེ་ནང་ལ་ང་ཚོའི་ལོ་རིམ་གསུམ་པའི་དབང་རྩ་གི་ད་ལྟ་སློབ་དེབ་དེའི་ནང་གི་ད་ལྟ་མཚམས་སྦྱོར་ལས་དེ་གོ་ལ་ཞུས་ཡོད། འོ་དེ་ནས་དེ་རིང་ང་ཚོའི་འདི་ལ་ག་རེ་གང་ལ་ཞུ་གི་ཡིན་ལབ་ན། ད་ལྟ་ང་ཚོའི་དེབ་ཁོ་རང་སྒང་ལ་རྣམ་པ་ཚོས་གཟིགས་ཡིན་ན། འོ་དེབ་ད་ལྟ་འདི་གང་བློར་མི་ཟིན་པའི་འོང་རྩ་གི་སློབ་དེབ་ཁོ་རང་སྒང་ལ། སྔ་མ་གི་ད་ལྟ་ང་ཚོའི་ཚེ་སྲོག་ཚན་རིག་གི་སློབ་དེབ་དང་དག་སྣང་བཞིན་འོང་རྩ་གི། སློབ་དེབ་སྔ་མ་དེ་ཚོ་གི་ད་ལྟ་བརྗོད་དོན་སྐོར་ལ་བསྐྱར་ཞིབ་མ་སོང་ལ་དེ་འདྲའི་དུས་དུས་ཅིག་གི་འདུག་ཨ། འོ་དེ་ནས་འདི་སྐོར་ལ་ད་ལྟ་ང་ཚོའི་ད་ངོ་སྤྲོད་དུས་དུས་ཀྱི་ཅིག་ཡིན། འོ་ད་ནི་ད་རྣམ་པ་ཚོས་འདི་ལ་གཟིགས་ཡིན་ན་འདི་ལ་ངའི་པར་ཅིག་བཞག་ཡོད་རེད་པར་འདི་སྒང་ལ་ད་ནི་འདི་ལ་རྩི་ཤིང་ཅིག་ཡོད་རེད་འདི་ལ་སེམས་ད་ནི་མི་ཅིག་འདུག་འོ་འདི་ཡིན་དུས་འཚམ་པ་ལ་སྤྱིར་བཏང་ང་ཚོས་ད་སྐྱེ་དངོས་བསླབ་དུས་འཚམ་པ་ལ་འདི་ལ་སྡེ་ཚན་མ་སོང་ན་གཙོ་བོ་ཆེན་པོ་གཉིས་གསུམ་ཅིག་ཡོད་དེའི་ནང་ནས་དཔེར་ན་ད་ཁྲ་ཟིང་གི་སྡེ་ཅིག་ཡོད་ར་དྭགས་ནང་ཤིང་གི་ད་ནི་རྩི་ཤིང་གི་སྡེ་དང་ད་ནི་སེམས་ཅན་གྱི་སྡེ་དེ་འདྲ་ཡོང་གི་ཡོད་ར། འོ་དེ་ནས་འདི་གི་ད་འདི་ཀ་ལ་གོ་འདི་གི་རྩི་ཤིང་འདི་སོ་གི་ད་རྩི་ཤིང་ཁོ་རང་གི་དེ་མ་སོང་དེ་མཚུངས་གི་ཡོ་ར། འོ་མི་དེ་གི་ད་འདི་སེམས་ཅན་གི་དེ་མ་སོང་དེ་མཚུངས་གི་ཡོ་ར། འོ་ད་རྩི་ཤིང་ཡིན་པ་ཡིན་ན་རེད་མི་ཡིན་པ་ཡིན་ན་རེད་འདི་ཚོ་ཚང་མ་ད་འདི་སྐྱེ་དངོས་ཀྱི་ཆགས་སྡོད་ར་སྐྱེ་དངོས་བཤད་གྲགས་པ་ཀྱི་ཆགས་སྡོད་ར། ད་སྐྱེ་དངོས་བཤད་གྲགས་པ་དེ་ཕར་ང་ཚོས་དབྱེ་བ་ནང་མ་སོང་ན་བྱས་ན། ཀ་རེ་ལ་ཐིག་འབྲུ་ལབ་བརྩམས་པ་ལ་དབང་པོའི་མ་ལག་མང་པོ་ཞིག་ལ་ཐིག་འབྲུ་གོ་ར། དེ་ནས་དབང་པོའི་མ་ལག་དེ་ཚོ་ཕར་ང་ཚོས་ཁ་ནང་བྱས་ཡིན་ན་དེ་ནས་དབང་པོ་ལ་ཐིག་འབྲུ་གོ་ར།

འོ་འདི་ཚོ་ད་སྐྱེ་དངོས་ཀྱི་སྐྱེ་དངོས་ཅིག་སྤྲོད་པར་བྱེད་པ་ལ་ད་གནས་ཚུལ་མ་ཚང་ན་ཚང་མ་ཚང་ས་དེ་ད་འདི་ལྟ་བུའི་ད་རིག་རྩལ་གྱི་ཚོགས་པ་དེ་ཆགས་འགྲོ་གི་ཡོད་རང། འོ་འདི་རྒྱུ་དེ་ཚང་མ་ལ་ད་ང་ཚོས་སྐྱེ་དངོས་ཅིག་སྤྲོད་པ་ལ་ད་ཐོག་མའི་དཀའ་རུང་ལ་གོ་རེ་ཁོ་རང་གི་ཁྱད་ཆོས་གཙོ་བོ་མ་ཚང་ན་དེ་ད་རིག་རྩལ་དང་འདི་ཚོ་ཆགས་འགྲོ་གི་རང། འོ་དེ་ནས་འདི་ལྟ་བུའི་ད་རིག་རྩལ་གྱི་འགྱུར་བ་ནང་འགྲོ་དེ་འདྲ་ཅན་ད་ཡང་སྐྱེ་རག་ཡ་ཡར་ཡར་འགྲོ་དུས་ཚང་མ་ལ་ད་རྩི་ཤིང་དང་སྐྱེ་དངོས་ད་འདྲ་མི་འདྲ་ཞིག་འོ་ཅིག་གྲུབ་ཡོང་གི་ཡོད་རང། འོ་དེ་ལྟ་བུའི་རྩི་ཤིང་གཅིག་མི་འདྲ་མི་འདྲ་གཅིག་གྲུབ་ཡོད་པ་རེད་དེ་ནི་བ་རོ་གཅིག་ལ་ད། ང་ཚོས་ད་མཐོ་རིམ་སྲོག་ཆགས་ལབ་རྒྱུ་ཚང་མ་ལ་དབང་རྩ་མ་ལག་ཡོད་ས་ཀྱི་སེམས་བསྐྱེད་དེ་ཚོ་གྲུབ་ཡོད་དགོས་ར། ངོ་མ་ངོ་མ་ཡིན་ན་ད་དཔེ་ཆ་བཞག་ན་ད་རྩི་ཤིང་དང་བ་དེ་འདྲ་མ་གཏོགས་ད་མཐོ་རིམ་སྲོག་ཆགས་དང་དེ་འདྲ་གིས་ད་སེམས་བསྐྱེད་མང་པོ་གྲུབ་ཡོད་མ་ར་དེ་ནི། དང་པོ་བ་ཀ་ལབ་གོ་ང་ཚོས་སྐྱེ་དངོས་ཁོ་རང་གིས་ད་འཕེལ་རིམ་གནང་བ་མ་སོང་ལ་དེ་ལ་ཆགས་བཞག་དེ་ལ་གཞི་བཞག་པ་ཡིན་ན། སྔ་མ་སྔ་མ་ན་རྩི་ཤིང་གི་སྡེ་དེ་ནི་ཀ་ལི་ཀ་ལི་སེམས་ཅན་གྱི་སྡེ་དེ་ནི་དཀར་བོར་གཅིག་ལ་ད། སེམས་ཅན་གྱི་ནང་ན་ཡང་དཀར་ལ་བང་རྩལ་མ་ལག་ཡོད་ས་གི་ད་ལེགས་པ་ཡོད་ས་གི་སེམས་ཅན་དེ་འདྲ་མང་པོ་ཅུང་ཡོད་ར། འོ་འདི་སུའི་སྐོར་ལ་ད་ང་ཚོས་ཉམས་ཞིབ་དང་སློབ་སྦྱོང་བྱེད་ཡ་དེ་ལ་ད་བང་རྩལ་ཚན་རིག་ལབ་གི་ཡོད་ར། འོ་འདི་ལྟའི་བང་རྩལ་ཚན་རིག་ལ་ཡ་དེ་ད་ང་ཚོ་གི་སྐྱེ་དངོས་ཚན་རིག་གི་ཁོ་རང་གི་ད་ཡན་ལག་མ་སོང་ན་ཅིག་ཆགས་དུ་ཡོད་ར། ཡན་ལག་གསར་བ་ཅིག་ཆགས་དུ་ཡོད་ར། འོ་འདི་ལྟ་བུའི་ད། ཀར་ལ་བསྐོར་མཐོ་རིམ་སྲོག་ཆགས་དང་རྩྭ་དམར་ལག་གཡུ་གཉིས་དུ་སོ་ཁོ་ཚོ་གིས་ད་གཙོ་བོ་ཁོ་རང་ཚོའི་ཀླད་པ་སྒང་ལ་མཉམ་ཞིབ་བྱེད་དགོས་ར། ཀླད་པ་གི་ཆེ་ཆུང་དང་དེ་ནས་ཀླད་པ་གི་ནང་ལ་ད་དབང་རྩྭ་ཕྲ་ཚིགས་དུ་ལི་ཀ་ཇི་བཏང་དང་དུ་སུས་བསྐོར་ལ་ད་མཉམ་ཞིབ་བྱེད་དགོས་ར། ད་ག་ནང་ཡིན་དེ་ལྟ་བུའི་ད་ཀླད་པ་དང་དེ་གཉིས་ཁོ་ཚོ་ལ་ད་དབང་རྩྭ་ཡོད་ར། འདི་འདིའི་པར་དེ་ཡིན་ན་ད་དེ་འགའ་དབང་རྩྭ་ཕྲ་ཟུག་ཅིག་གི་པར་ར། འོ་དེ་ལྟ་བུའི་དབང་རྩྭ་ཕྲ་ཟུག་ཁོ་ཚོར་ཕན་ཚུན་གཅིག་གཅིག་ལ་འདྲི་བ་བྱེད་པ་ལ་དེ་ནས་འོ་དེ་ནས་ད་འདི་ལྟ་བུའི་ད་ཁོ་རང་ཚོ་ད་ལན་ཡར་སྐྱེས་མར་སྐྱེས་དང་དེ་ནས་མང་པོ་ཅིག་ཅི་ཡིན་དགོས་ར། འོ་འདི་ལྟ་བུའི་དང་ད་ལྟ་ལེགས་པ་དང་དབང་རྩ་ཕྲ་གཟུགས་ཡོད་ས་གིས་དང་ད་སྲོག་ཆགས་དང་སྲོག་ལ་ང་ད་མཐོ་རིམ་སྲོག་ཆགས་ལབ་ན་རེ་གཙོ་བོ་ལེགས་པ་དང་ད་ཉིད་སེམས་ཅན་དུ་གསོ་ར། འོ་འདི་ཚོ་གིས་ད་ང་ཚོ་དབང་རྩ་མ་ལག་དང་དུ་སུ་སྐོར་ལ་ད་མཉམ་ཞུབ་དང་སློབ་སྦྱོང་བྱེད་ཡ་དེ་དང་ད་ང་ཚོ་སྐབས་སུ་བབས་པའི་ད་དབང་རྩ་ཚན་རིག་ལ་དེ་ཆགས་དུ་ཡོད་ར། འོ་འདི་ལྟ་བུའི་ད་དབང་རྩ་ཚན་རིག་ལ་དེ་ང་ཚོ་ཤེས་ཡ་ལ་ད་སྔོན་ལ་དོན་དུ་སྐྱེ་དངོས་རིག་པ་ལས་དེའི་སྐོར་ལ་ཡག་པོ་ཤེས་དགོས་རེད་ཁྱིམ་མཚེས་འགར་ལབ་ཏུ་འཚམ་པ་ལ་ང་ཚོའི་ཚན་རིག་ལབ་ཏུ་འཚམ་པ་ལ་ཁོ་རང་དོན་དུ་སྐྱེ་དངོས་ཚན་རིག་གིས་དོན་དུ་ཡན་ལག་མ་བཟུང་ན་ཅིག་ཆགས་འདོད་ར་ཡན་ལག་གསར་བ་མ་བཟུང་ནས་ཆགས་འདོད་ར། འོ་འདི་ལྟ་བུའི་དོན་དུ་ང་ཚོས་མཐོ་རིམ་སྲོག་ཆགས་དང་འདི་སོགས་ཀྱི་དབང་རྩ་མ་ལག་དང་འདི་ཚོའི་སྐོར་ལ་ད་ང་ཚོས་མཉམ་ཞིབ་དང་སློབ་སྦྱོང་བྱེད་ཡ་དེ་ད་དང་པོ་གཞི་ན་མ་སོང་ན་སྒྲོམ་ན་མ་སོང་ན་ཡོང་ས་དེ་ད་སྐྱེ་དངོས་ཚན་རིག་ཆགས་ཏུ་ཡོད། ཨོ་ད་ཀྱིས་དུས་མཚམས་བར་འདི་སྔོན་ལ་ད་ང་ཚོས་ད་སྔ་མ་གིས་སློབ་ཚན་དེ་སུའི་ནང་ལ་ང་ཚོས་སྦྱངས་ཚར་རྗོད་གིས་ད་སྐྱེ་དངོས་རིག་པ་གི་མང་ཞེས་མ་སོང་དེ་སུའི་སྐོར་ལ་ད་བསྐྱར་ཞིབ་ཅིག་བགྱི་དགོས་ཀྱི་རེད་ཟེར་ད་ད་ང་ཚོས་སློབ་དེབ་ཁོ་རང་སྒང་ལ་དེའི་ལྟ་བའི་ད་བསྐྱར་ཞིབ་བཞག་དགོས་པ་རྒྱུ་མཚན་ནོ་ཨོ་དེ་འདྲ་ཅིག་ལ་ཐུག་འགྲོ་དགོས་ཏོ། ཨོ་དེ་ནི་དེ་ལ་ད་ང་ཚོ་གིས་སྔ་མ་གིས་ད་ད་ཚོ་ལ་བསྐྱར་ཞིབ་མ་སོང་ན་བགྱིས་ན། ད་དང་པོ་དང་པོ་ད་བར་ལ་ད་ང་ཚོ་གིས་ད་ལོ་ངོ་དཔེ་ན་ཐེར་འབུམ་མང་པོ་གི་གོང་ལ། ད་ད་ད་ང་ཚོ་གིས་ཁྲམ་ཕང་རྐྱང་འདེང་གིས་དེ་ལྟ་བུའི་ད་ག་ལ་དགོས་ཁྲམ་ཕང་རྐྱང་འདེང་གིས་ད་ཅི་ངུས་མ་སོང་དེ་འདྲ་ཅིག་ཅོང་རེ་ལབ་ར། འདི་ལ་རྣམ་པ་ཚོ་གཟིགས་ཡིན་ན་འདི་ད་ད་ང་ཚོས་ཁྲམ་ཕང་རྐྱང་འདེངས་ཉེས་དྲགས་ཁྲམ་ཕང་གིས་ད་ད་ཁོ་རང་གིས་ད་པར་ཅིག་ར། འདི་ལ་དབྱིན་ཇིའི་ནང་ད་ད་འདི

ག་ལ་དགོས་རེད་ཁྲམ་པང་རྐྱང་འདེད་ཡིན་པ་གཅིག་པ་ར་ཡིན་པ་ཡིན་ན་ཁོ་གཉིས་ལ་ཡང་རིག་རྩིས་གྲུབ་སྟངས་དང་གཞན་པ་མང་པོ་ཞིག་ཆ་ནས་ཁོ་གཉིས་མ་འདྲ་ཡོད་ར་འདི་བརྒྱུད་དུས་འཚམས་པ་ལ་འདི་འདྲ་ཉེ་དྲ་ཁྲམ་པང་ལ་བསྡད་ལ་ཡེ་ཡ་མ་སོང་ན་གཙོ་བོ་འདི་འདྲ་ཁྲ་སིན་ལའེ་དང་ཨར་ཁི་ན་སིན་ལའེ་གཉིས་བྱེད་ར། འོ་འདི་གཉིས་ད་ག་ལེ་ག་ལེ་ད་ག་རེ་ཆགས་ལབ་འཚམས་པ་ལ་དང་པོ་ད་ཚང་མ་ཁྲམ་པང་རྐྱང་འདེད་གནང་བ་ར། དེ་ནས་ཕྲ་འཕང་བཅང་ལྡན་གྱི་སྐྱེ་དངོས་ནི་ཀ་ལི་ཀ་ལི་དེ་ནི་ཕྲ་འཕང་མང་ལྡན་གྱི་སྐྱེ་དངོས་ལབ་ན་རེ་ཕྲ་འཕང་དེ་ནས་གྲུབ་ར་དེ་རྣམ་པ་བཟོས་པར་འདི་གང་ལ་གཟིགས་ཡིན་ན་འདི་ད་ལྟ་ཉེ་ཉེ་འདས་ཕྲ་འཕང་ར་ཉེ་འདས་ལབ་བཟོས་ཚན་པ་ལ་འདི་ལ་ལྟས་ངན་ཡོད་པས་ཁྱེད་ནི་འདི་ལ་ང་ཉེ་འདས་ཕྲ་འཕང་ལབ་གི་ཡོད་ར་ཡིན་གྱི་ནང་ནས་དེ་ད་ཡུལ་ཀར་ཡོད་ཀྲིག་སེར་ལས་དེ་ར་འོ་དེ་ནས་འདི་ལྟ་བུའི་ཉེ་འདས་ཕྲ་འཕང་འདི་ལ་ཡང་གཙོ་བོ་ཕྲ་འཕང་ཁྱེད་ནི་ཡིན་ན་གཙོ་བོ་ཡ་གཉིས་ཆེ་གི་དོ་གཅིག་དེ་སེམས་ཅན་གྱི་ཕྲ་འཕང་ལས་དེ་ར་ཨ་ནི་མོར་སེལ། བཞིན་པ་དེ་ད་ལྟ་རྩི་ཤིང་གི་ཕྲ་མོ་ལས་དེ་ར་ད་སེམས་ཅན་གྱི་ཕྲ་མོ་ཡིན་པ་ཡིན་ན་ཁོ་རང་གིས་ད་ལྟ་བཟོ་ལྟ་དེ་དབྱིབས་དེ་གུར་གུར་ན་བ་ཅིག་གྱིས་ར་ད་ནི་རྩི་ཤིང་གི་ཕྲ་མོ་ཡིན་པ་ཡིན་ན་ཁོ་རང་གི་དབྱིབས་དེ་ཏོག་སི་ཏྲབ་ཤི་བའི་བཟོ་ན་བ་ཅིག་དང། འོ་ད་ཁོ་གཉིས་ཀ་ལ་སྤྱིར་བཏང་གི་ད་དབང་ཆ་དང་དུ་སོ་མོ་ཆེ་ཡ། ཁོ་གཉིས་ཀ་ལ་གཅིག་མཚུངས་ཡོད་པ་དེ་འདྲ་ཡོད་བར་ཡང་གཅིག་ལ་ཡོད་ལ་གཅིག་ལ་མེད་པ་དེ་འདྲ་བ་ཡོང་གི་ཡོད། འོ་ད་ནི་འདི་ལ་ཁོ་གཉིས་ཀ་ལ་ཡོད་ཡ་དེ་ཁོ་གཉིས་ཀ་ལ་ད་ནི་ལྟེ་གཉིས་ཡོད་ར་ལྟེ་གཉིས་ནང་ལ་ད་ནི་རིག་འཛིན་ཉེར་བདུན་ཡོད་ར། འོ་འདི་ལྟ་བུའི་ད་ད། ཕྲ་འབངས་དང་ཕྲ་འབངས་ཀྱི་དབྱེ་བ་དང་དེ་ཕྲ་འབངས་ནང་གི་དབང་ཆ་སོ་སོ་གི་སྤྱི་ལེ་དང་ངོ་བོ་དང་འོ་འདི་ཚོའི་སྐོར་ལ་ང་ཚོས་ད་སློབ་སྦྱོང་དང་དེ་ཚོ་དེ་ནས་སློབ་རིམ་དང་པོ་ཡི་དེ་ནས་སྤྱི་དངུལ་སློབ་དེབ་འོ་སྤྱི་དངུལ་དངུལ་སྤྲོད་ཀྱི་སློབ་དེབ་ལ་དཀྱིལ་ནང་ལ་ང་ཚོས་འདི་འདི་ཚོའི་སྐོར་ལ་ང་ཚོས་ད་ཞིབ་ཚགས་པོ་སྦྱངས་ཟིན་པ་ར། འོ་ད་བརྒྱུད་དེ་འཚམས་པ་ལ་འདི་པར་དེ་ནས་ང་ཚོས་སློབ་རིམ་དང་པོ་ཡི་དེ་ནས་སྤྱི་དངུལ་སློབ་དེབ་ཀྱི་དངུལ་སྤྲོད་ཀྱི་ནང་ལ་ད་འདི་ཚོའི་སྐོར་ལ་ད་ང་ཚོས་བྱིས་པ་ནང་མ་སོང་ན་ཤེས་ཡོད་ར། འོ་ད་ནི་ད་དུས་གཅིག་ལ་ད་ཀ་ལི་ཀ་ལི། ང་ཚོ་ཏང་གིས་གང་ནས་ཞུ་བ་ནང་བཞིན་གྱི་དང་པོ། ད་ད་ད། ཉེ་དྲ་ཕྲ་འཕོང་དེ་ནི་ཧ་ཅང་མང་པོ་གཅིག་ཡོད་ར། ད་ནི་ཀ་ལི་ཀ་ལི་རྩི་ཤིང་གི་ཕྲ་འཕོང་ཅུང་ད་ནི་སེམས་ཅན་གྱི་ཕྲ་འཕོང་ཅུང། འོ་ད་ནི་དེ་ལྟ་བུའི་ད་ཕྲ་འཕོང་མང་པོ་ཅིག་མཉམ་དུ་ཚང་དུས་ཚངས་པ་ལ་ད་ནི་སྐྱེ་དངོས་མང་འདྲ་འདྲ་མི་འདྲ་ཤོས་ཅིག་གྲུབ་ར། ད་རྣམ་པ་ཚོས་འདི་ལ་གཟིགས་ཡིན་ན་འདི་ལྟར་ན་ང་ཚོས་ད་ལྟ་བར་དུ་གཡོ་སྒྱུ་གི་ད། དགར་ལབ་དགོས་རེད་ད་ནི་སྐྱེ་དངོས་ཀྱི་ཚེ་སྲོག་གི་སྡོང་པོ་ལ་ཡི་དེ་ར། ད་ཚེ་སྲོག་གི་སྡོང་པོ་ལ་གཟིགས་ཡིན་ན་འདི་ནང་ལ་ད་ང་ཚོའི་ཁྲ་སིང་གི་སྡེ་གི་ཡང་ཚོགས་ཆེན་པོ་ཤི་འོས་ཀྱི་ཡོང་གི་ཡོད་ར། ད་འོ་ན་འདི་གི་ལྗང་ཁུ་སྡེ་ལ་གཟིགས་ཡིན་ན་འདི་ང་ཚོའི་ད་རྩི་ཤིང་གི་སྡེ་མ་སོང་སྡེ་ཆགས་དུས་ར། འོ་དེ་འདི་ཡ་མའོ་སྡེ་ཡིན་པ་ཡིན་ན་ང་ཚོའི་སེམས་ཅན་གི་སྡེ་ཆགས་དུས་ར། ད་འདི་ཚོ་ཚང་མ་དང་པོ་དང་པོ་ད་ཏང་གི་གང་ནས་ཤུ་ཡང་ནང་ཆུ་ད་ཁྲམ་ཕང་རྐྱང་སྡེ་གཅིག་ནས་གྲུབ་རྒྱུ་ར་ཁྲམ་ཕང་རྐྱང་སྡེ་དེ་ལ་དང་པོ་དེ་ལ་ང་ཚོ་ཉེ་དྲ་ཁྲམ་ཕང་ད་ནི་ཉེ་དྲ་ཁྲམ་ཕང་ནི་ཉེ་སྡེ་ཁྲམ་ཕང་ཆགས་ད་ནི་ད་དགར་ལབ་དགོས་སེམས་ཅན་དང་རྩི་ཤིང་འདྲ་མི་འདྲ་ཤི་འོས་ཅིག་ད་ཆགས་ཡོད་ར། འོན་ཏེ་དེ་བས་ད་རྩི་ཤིང་དང་སྐྱེ་དངོས་ཆགས་སྟངས་དེ་དང་པོ་དང་པོ་དཔེ་ཆ་ཟེར་ན་ད་རྒྱ་མཚོའི་ནང་གི་ད་ལྟ་སྐྱེ་དངོས་དང་རྒྱ་མཚོའི་ནང་གི་སྲོག་ཆགས་དེ་འདྲ་དེ་ནི་ག་ལེ་ག་ལེ་ད་ལྟ་རྒྱ་མཚོ་དང་དེ་ནི་སྐམ་ས་གཉིས་ཀྱི་ལ་བརྟེན་ཐུབ་མཁན་གྱི་སྲོག་ཆགས་དེ་འདྲ་བྱུང་སྐྱེ་དངོས་དེ་འདྲ་བྱུང་དེ་ནི་ག་ལེ་ག་ལེ་ད་སྐམ་ས་རང་ལ་འཚོ་ཐུབ་མཁན་གྱི་ད་རྩི་ཤིང་དང་སྐྱེ་དངོས་དེ་འདྲ་བྱུང་ར།

འོ་དེ་ལྟ་བུའི་ཁོ་རང་ཚོའི་ད་རིག་རྩིས་གང་ལ་འགྱུར་བ་ཅིག་འགྲོ་ད་ནི་རིག་རྩིས་གང་ལ་འགྱུར་བ་འགྲོ་བའི་རྐྱེན་གྱིས་ཁོ་རང་ཚོས་རབ་ཕྱི་མ་ཕྱི་མ་དུ་སུ་ད་ཁོར་ཡུག་དེ་དང་མཉམ་དུ་བསྟུན་ཐུབ་བསྟུན་འགྱུར་གྱིས་ཐུབ་བསྟུན་འགྱུར་གྱིས་པ་དེས་ད་རང་བྱུང་ཁོར་ཡུག་གི་བར་ད་བསྡམས་འགྲོ་དགོས་ཡོད་ར། དེ་ལ་ད་ནི་ང་ཚོ་གིས་ད་རང་བྱུང་འདེམས་སྒྲིག་ལབ་དགོས་ཡོད། འོ་རྡོག་རྡོག་དེ་འདི་ལྟ་བུའི་ད་རྩི་ཤིང་དང་སྐྱེ་དངོས་འདྲ་མི་འདྲ་སྣ་ཚོགས་པ་བྱུང་ཡོད་དེ། གཙོ་བོ་ད་འཕེལ་འགྱུར་དབང་གིས་བྱུང་བ་ར་འཕེལ་འགྱུར་དབང་གིས་བྱུང་བ་རེད་ད་རང་བྱུང་ཁོར་ཡུག་དེ་དང། རྩི་ཤིང་དང་སྐྱེ་དངོས་སོ་སོ་སོ་དང་པོ་ཁོར་ཡུག་དེ་དང་མཉམ་དུ་བསྟུན་འགྱུར་གྱིས་བསྟུན་འགྱུར་གྱིས་པ་ལ་དེ་ནི་རང་བྱུང་ཁོར་ཡུག་གི་ཁོ་ཚོའི་བར་བསྡམས། འོ་དེ་རང་བྱུང་འདེམས་སྒྲིག་ལས་དེ་ར། འོ་འདི་ལྟ་བུའི་ད་ལྟ་རང་བྱུང་འདེམས་སྒྲིག་དང་བསྟུན་འགྱུར་དང་དེ་ནས་འཕེལ་འགྱུར་དང། འོ་འདི་སུའི་སྐོར་ལ་ང་ཚོས་ད་ལྟ་ལོ་རིམ་གཉིས་པ་གི་ད་ནི་འཕེལ་འགྱུར་ལས་ཀྱི་དེབ་དང་དེ་དེབ་དེའི་ནང་ལ་ང་ཚོས་ད་ཞིབ་ཚགས་པོ་མ་སོང་སྦྱངས་ཟིན་པ་ར། འོ་འདི་ད་འདི་ད་འདི་བར་དུ་ད་ནི་ང་ཚོས་ལོ་རིམ་གཉིས་པ་གི་ད་ལྟ་སློབ་དེབ་ཀྱི་བསྐྱར་ཞིབ་གནང་བ་ཞིག་ཆགས་འགྲོ་གི་འདུག་ར། འོ་དེ་ནི་འདི་ལྟ་བུའི་ད་རྩི་ཤིང་ཡིན་པ་ཡིན་ན་རེ་སེམས་ཅན་ཡིན་པ་ཡིན་ན་རེ་འདི་ལྟ་བུའི་སྣ་ཚོགས་པ་ཅིག་བྱུང་ར་འདི་ལྟ་བུའི་ད་རྩི་ཤིང་དང་སྐྱེ་དངོས་སྣ་ཚོགས་པ་བྱུང་བ་དེ་རྒྱུ་མཚན་ག་ལ་རག་ལས་རིགས་ལབ་ཏུ་འཚམ་པ་ལ་ད་འདི་ཚོ་ཚང་མ་ཕར་བལྟས་ན་ད་རིག་རྩིས་ཀྱི་འགྱུར་བ་ཅིག་ལ་ད་བྱེད་དགོས་ཀྱི་ཡོད་ར་རིག་རྩིས་དེ་ཚོ་ལ་ད་རིག་རྩིས་ནང་གི་འགྱུར་ལྡོག་ལབ་ན་རེ་ད་ཡིན་གྱི་ནང་ནས་མུས་ཁྲེ་ཤོན་ལ་ཡ་རྒྱོ། འོ་རིག་རྩིས་འགྱུར་ལྡོག་དེ་འདྲ་བྱུང་དེ་ནས་རིག་རྩིས་འགྱུར་ལྡོག་ཁག་ཅིག་ཁོ་ཚོ་ལ་ད་ཁིམ་པའི་ཆག་འགྲོ་རིག་ཁག་ཅིག་ཡང་མིག་རྩིས་གསར་ཁས་ཁོ་ཚོ་ལ་ད་ཁིམ་པའི་དང་ཡང་ག་ལབ་ཁས་དང་ཅུང་གཉིས་ཀ་མེད་ཡ་ནོ་དེ་འདྲ་ཆག་འགྲོ་གོ་ར་ད་རྡོག་རྡོག་དེ་དེ་ལྟ་བུའི་རིག་རྩིས་འགྱུར་ལྡོག་ཅིག་ཡོང་བ་ལ་དེ་ནས་དེ་ནས་གུ་ཡངས་ཁོ་ཚོ་དེའི་རྐྱེན་གྱིས་ཡང་ཁོ་ཚོ་ལ་ཡང་ག་ག་ག་ར་ལབ་གོ་སྐྱེ་དངོས་གསར་བ་མ་སོང་ན་གྲུབ་དེ་ནས་དེའི་རྐྱེན་གྱིས་ད་ཁོ་ཚོ་ལ་ཡང་འགྱུར་བ་མ་སོང་ན་མང་པོ་ཅིག་ཡོང་གི་ཡོད་ར་དེ་ཀྱི་དུས་འཚམས་པ་ལ་ང་ཚོ་ཡང་རིག་རྩིས་ཀྱི་སྒང་ལ་ཡང་ཤེས་དགོས་གོ་ད། འོ་དེ་ནས་དེ་ལྟ་བུའི་ད་རིག་རྩེའི་དང་དེ་ཚོ་བཤད་ལ་སྔོན་ལ་དེ་འདྲ་འདི་ལ་སྐྱེ་དངོས་འདུས་སྡེར་ཆེན་པོ་བཞི་གསལ་ཅིག་ཡོད། འོ་སྐྱེ་དངོས་འདུས་སྡེར་ཆེན་པོ་བཞི་གསལ་དེ་ད་སྐྱེ་དངོས་སྐྱེ་ལྡན་ཚང་མ་ལ་ད། ཚང་མ་ལ་ད་བཀའ་སློབ་དགོས་ཡོད་ཡག་གི་ད་ཅིག་ཆགས་འདོད་ར། དེ་རྣམ་པ་ཚོའི་པར་དེ་གང་ལ་གཟིགས་ཡིན་ན་འདི་ལྟར་ན་ང་ཚོས་ཕོར་ཕྲེང་ལབ་དུས་ཚང་མ་ལ་སྤྲི་རྫི་ར། སྤྲི་རྫི་ལབ་དུས་ཚང་མ་ལ་ད་རྩི་ཤིང་དང་སྐྱེ་དངོས་ཚང་མ་ནང་ལ་ཡོད་ར་ཁོ་ཚོས་སྤྲི་རྫི་ལབ་དུས་ཚང་མ་ལ། སྐྱེ་དངོས་དང་དེ་ནས་ད་ད་བཀའ་སློབ་དགོས་རེད་རྩི་ཤིང་ཡིན་པ་ཡིན་ན་རེད་སེམས་ཅན་ཡིན་པ་ཡིན་ད་རེད་ཁོ་ཚོའི་ནང་ལ་ད་ནུས་པ་སྦྱིན་མཁན་ནང་ཆགས་འགྲོ་དགོས་ར།

འོ་འདི་ལྟ་བུའི་སྐྱེ་དངོས་འདུས་སྡེར་ཆེན་པོ་བཞི་དེ་དག་སྐྱེ་དངོས་ཚང་མ་གིས་གཞི་རྩའི་གྲུབ་ཆ་མ་སོང་ནས་ཆགས་འགྲོ་དགོས་ར། དེ་དང་མཉམ་དུ་ཡང་སྐྱེ་དངོས་ཚང་མ་ལ་ཐུན་མོང་དུ་གཅིག་མཚུངས་སུ་ཡོད་རྒྱུ་ག་རེ་ཡོད་ལབ་ཏུ་འཚམ་པ་ལ་དེ་ལ་དཔེར་ན་ཀར་བོན་ལ་ཡང་བྱོ་ད་སྐྱེ་དངོས་ཀྱི་ཡན་ཕྱིན་ཅི་དེ་ལ་ཀར་བོན་གྱི་འདུས་སྡེར་དང་ཀར་བོན་གྱི་བསྡུ་འཕྲད་དེ་འདྲ་ཡོད་ར། ད་ནང་བཞིན་མཚོ་རླུང་ཟེར་ཡ་ན་འོ་དང་ད་ནི་ད་ལྟ་ང་ཚོས་ཟས་རླུང་ལབ་ན་རེད་ད་ནི་ནཱི་ཀྲོ་ཅན་ལ་ཡ་ན་འོ་དང་ད་ནི་ཨོ་རྒྱན་མ་མ་ལ་ཡ་ན་འོ་དང་འོ་འདི་ལྟ་བུའི་ད་བསྡུ་འཕྲད་དང་འདུས་སྡེར་མང་པོ་ཅིག་ད་འདྲ་ཡོད་ར། འོ་འདི་ཚོ་ཅིག་ཅིག་དང་ནི་ད་འདི་ཚོའི་སྐོར་ལ་ང་ཚོས་ཀྱང་དཀར་ལ་དགོན་སྡེ་ལྟ་བུའི་སྐྱེ་དངོས་འདུས་སྡོད་ཆེན་པོ་བཞི་དང་འདི་ཚོའི་སྐོར་ལ་ང་ཚོས་ད་ལྟ། ལོ་རིམ་གསུམ་པ་གི་སྐྱེ་དངོས་ད་ལྟ་རིག་རྩིས་དང་ཕྲ་འབངས་ལས་དེའི་ནང་དེའི་ནང་ལ་ང་ཚོས་སྦྱངས་ཡོད་ར། འོ་འདི་ནི་ད་ལྟ་གང་ནས་ཤོད་ཡང་ནང་སྐྱེ་དངོས་འདུས་སྡོད་ཆེན་པོ་བཞི་འདི་ཚོ་གི་ད་ཚེ་སྲོག་གི་གཞི་རྩ་མ་སོང་ནས་ཆག་འགྲོ་གི་ར། འོ་འདི་ནི་ད་འདི་རྗེས་ལ་ད་ལྟ་ང་ཚོ་གི་ད་རིག་རྩིས་སེར་རྩེར་སྣ་ཚོགས་ལས་དེར་འདི་ཧ་ཅང་གནད་འགག་ཆག་འགྲོ་གི་ར། ད་ཁྲམ་བུང་ཅིག་ཡིན་ཕྱིན་ཅི་དེ་གིས་ད་ཁྲམ་བུང་དེའི་ནང་ལ་ད་ཁོ་རང་ཁོ་རང་ལ་རིག་རྩིས་ཡོད་ཡོད་པ་ར། རིག་རྩིས་ཡོད་ར་སྤྱིར་བཏང་གི་ཆ་ནས་ད་ཁྲམ་བུང་སོ་སོའི་ནང་གི་རིག་རྩིས་དེ་གཅིག་པ་ཡོད་ར། ཁྲམ་བུང་ནང་གི་རིག་རྩིས་གཅིག་པ་ཡོད་ར་དེ་སྐབས་རེ་ད་རིག་རིག་རྩིས་སེ་ཚིར་མི་འདྲ་ཡོང་གི་ར། སྤྱིར་བཏང་གི་དཔེ་ཆ་སོགས་འགྲོ་བ་མིའི་འདྲ་བོ་ཡིན་པ་ཡིན་ན་ང་ཚོ་གིས་ད་ད་ཁྲམ་བུང་རེ་རེའི་ནང་ལ་ཚོན་བུང་གྲངས་ཀ་བཞི་པ་ཞེ་དྲུག་ཞེ་དྲུག་ཡོད་ར་དེའི་ནང་གི་ཚང་མ་གི་ནང་གི་རིག་རྩིས་གི་ད་ད་ཚོགས་པ་གཅིག་པ་གཅིག་ཆོག་ར་རིག་རྩིས་གི་ཉི་ཚེར་ཉེར་སྟོང་དང་ཚང་མ་གཅིག་པ་ཡོད་ར་གཅིག་པ་ཡོད་ར་དེ། ད་ལྟའི་ང་ཚོའི་རིགས་རིགས་རྫས་སེལ་ཚུལ་ལམ་ན་རིགས་རིགས་རྫས་མངོན་སྟངས་མ་འདྲེས་དབང་གིས་བོ་ད་སྣ་ཚོགས་པ་ཡོང་གི་རེད་སྤྱིར་བཏང་རིགས་རྫས་ལས་དེ་ཧ་ཅང་གལ་ཆེན་པོ་ཆགས་འདུག་ར་ད་སྐྱེ་དངོས་གཅིག་ཁོ་རང་གིས་ནུས་ཚུར་མ་སོང་ན་ཚང་མ་ཉར་ཚད་དེ་རིགས་རྫས་ནང་ཆགས་འདུག་ར། འོ་དེ་ནས་དེ་ལྟ་བུའི་རིགས་རྫས་སེལ་ཚུལ་སྣ་ཚོགས་པ་རིགས་རྫས་སེལ་ཚུལ་མ་འདྲ་བའི་ཆགས་པའི་དབང་གིས་ད་སྤྲི་རྫས་ལས་དེ་འདྲ་མི་འདྲ་བཟོ་ཡོང་གི་ར། སྤྲི་རྫས་ལབ་དུས་རྩམ་པ་ལ་ཧ་ཅང་གལ་ཆེན་པོ་ཆགས་འདུག་རེད་ད། ད་ལྟ་ང་ཚོའི་སྒང་ནས་ཤོད་ན་ནང་བཞིན་དེ་ལྟ་བུའི་རིགས་རྫས་ཀྱི་ད་ཚོགས་པ་བཅུ་རིགས་རྫས་ཀྱི་ནུས་ཚུར་ག་རེ་ཡོད་ན་ཡང་རིགས་རྫས་ཀྱི་ནུས་ཚུར་དུ་སོ་མཉམ་དུ་ད་བེད་སྤྱོད་བཏང་ནས་ད་གླིག་ཀ་མ་སོང་ཡང་ཇི་སྙེད་དངུལ་ཟེར་ཇི་སྙེད་དེ་ད་ནི་སྤྲི་རྫིས་ཆགས་དུས་ར་ད་ཅིག་དུས་ཚངས་པ་ལ་སྤྲི་རྫིས་ལས་དེ་ཡང་སྐྱེ་དངོས་ཀྱི་ནང་ལ་ཧ་ཅང་གར་ཆེན་པོ་ཆགས་དུས་ར། འོ་དེ་ལྟ་བུའི་སྤྲི་རྫིས་སྣ་ཚོགས་པ་ཡོང་ཡས་དེ་ཡང་རིག་རྫས་ཟེར་ཚུལ་མ་འདྲ་བའི་འགོ་ར། རིག་རྫས་དེ་ཁོ་རང་མངོན་གསལ་ལབ་ན་རེ་རིག་རྫས་ཟེར་ཚུལ་མ་འདྲ་བའི་དབང་གིས་སྤྲི་རྫིས་མ་འདྲ་མ་འདྲ་གྲུབ་པའི་འགོ་རེད། སྤྲི་རྫིས་མ་འདྲ་མ་འདྲ་གྲུབ་ཡང་དུས་ཚངས་པ་ལ་ད་ནི་ཡང་ཕྲ་ཕུང་ཡང་མ་འདྲ་མ་འདྲ་ཡོང་གི་ཡོད་ར། རྣམ་པ་ཚོས་པར་འདི་གང་ལ་གཟིགས་ཡིན་ན་འདི་ད་ལྟ་ང་ཚོས་སྤྲི་རྫིས་ཀྱི་བཟོ་ལྟ་ཅིག་ར། སྤྲི་རྫིག་ཁོ་རང་ལ་ད་གཟོད་སྟར་འདྲ་མི་འདྲ་ཡོང་གི་རེད་དཔེ་ཆ་ཚང་ཁོ་རང་གིས་ལྟེབ་རྒྱག་སྟངས་ཡང་ལྟེབ་ཙག་རྒྱག་སྟངས་དེ་མ་འདྲ་མ་འདྲ་ཡོང་གི་ར། ཨོ་སྤྲི་རྫིག་ཡིད་གི་ལྟེབ་ཙག་རྒྱག་སྟངས་མ་འདྲ་མ་འདྲ་ཡོང་དུས་ཚང་མ་ལ་དེ་ལ་དཔག་པའི་ཡང་ཤེལ་ལི་མ་འདྲ་མ་འདྲ་ཡོང་གི་ཡོད་ར། འདི་སྐབས་སུ་ང་ཚོ་ཡང་ཆག་སྒོ་དང་ཤེལ་ལི་ལས་ཀྱང་དེ་ཡང་ད་ལྟ་སྐྱེ་དངོས་ནང་ཧ་ཅང་གལ་ཆེན་པོ་ཆགས་བསྡད་ཡོད་ར། རྣམ་རྒྱལ་ང་ཚོས་གི་དང་པོ་རིམ་པ་གཅིག་གཅིག་ད། དཔེར་ན། རིགས་གཅིག་རིམ་པ་དེ་མ་འདྲ་མ་འདྲ་ཡོང་གི་ར། རིམ་པ་མ་འདྲ་མ་འདྲ་ཡོང་གི་ཁོ་རང་གི་དེ་འདྲ་བཀོད་པ་དེ་ད་ཡབ་ལབ་ན་རེ་བཀོད་པ་དེ་མ་འདྲ་མ་འདྲ་ཡོང་གི་རེད་བཀོད་པ་ལབ་ན་རེ་ཡབ་ལབ་ན་རེ་ཆག་སྒོ་ལབ་ན་རེ་འོ་དེ་མ་འདྲ་མ་འདྲ་ཡོང་གི་རེད། དེ་ལྟ་བུའི་ད་བཀོད་པ་དང་ཆག་སྒོ་མ་འདྲ་མ་འདྲ་ཡོང་གི་ཁོ་རང་གི་བཤད་ལུས་དེ་མ་འདྲ་མ་འདྲ་ཡོང་གི་རེད། ད་ཅིག་ཏུ་འཚམས་པ་ལ་ང་ཚོ་རིམ་པ་ལ་ཡ་དང་ཆག་སྒོ་ལ་ཡ་དང་དེ་ནི་སྤྱིར་ལུས་ལ་འདི་གསུམ་གྱི་བར་ལའང་ཧ་ཅང་གི་འབྲེལ་བ་འབྲེལ་བ་མ་སོང་ན་ཆེན་པོ་ཡོད་ར། འོ་འདི་གསུམ་ཡང་ཧ་ཅང་གི་གར་ཆེན་པོ་ཆགས་འདུག་ར། ད་རྡོག་རྡོག་སྟེ་འདི་ལྟ་བུའི་ང་ཚོ་གི་སྐྱེ་དངོས་འདུས་སྡེར་ཆེན་པོ་ཞེས་དང་དེ་ནི་ད་ལྟ་རིག་རྩིས་ཀྱི་སྐོར་དང་དག་སྣང་ཞིང་ང་ཚོ་གི་སྤྲི་རྩིས་དང་འདི་སོགས་ཀྱི་སྐོར་ལ་ང་ཚོས་ད་ལྟ་ལོ་རིམ་གསུམ་པ་གི་རིག་རྩིས་དང་ཕྲ་འཕོང་ལས་འོ་འདི་སྐོར་འདི་སྣང་ལ་ང་ཚོས་སྦྱངས་ཡོད་ར།

ཏྲི་ཙི་མ་འདྲ་མ་འདྲ་འོང་གི་དེ་ནས་ཕྲ་འབུང་མ་འདྲ་མ་འདྲ་གྲུབ་པའི་འགོ་རེད་ར། འོ་དེ་ནས་ཕྱི་དོར་ལྟར་ཕྲ་འབུང་འདྲ་མ་འདྲ་ཕྲ་འབུང་མང་པོ་ཡོད་རེད་ཕྲ་འབུང་འདྲ་མ་འདྲ་ཡོད་རེད་དེ། ཕྲ་འབུང་རིགས་གཅིག་པ་མཉམ་དུ་ཚོང་ཡུལ་དུ་འཚམ་པ་ལ་དེ་ནས་ང་ཚོས་ཕུང་གྲུབ་ལབ་ཡོད་དེ་གྲུབ་པའི་འགོ་ཡོད་ར། ད་ཕུང་གྲུབ་ལབ་ཡོད་འཚམ་པ་ལ་ཁོ་རང་ལ་ད་ནས་རིགས་རྫས་རིགས་གཅིག་པ་དེ་འདྲ་དགོས་ཀྱི་ཡོད། རིགས་རྫས་རིགས་གཅིག་པ་མཉམ་དུ་བཀྲམ་ཡོད་དུས་འཚམ་པ་ལ་ཕུང་གྲུབ་ལབ་ཡོད་དེ་གྲུབ་ཀྱི་ཡོད། དེ་རྣམ་པ་ཚོས་འདི་ལ་གཟིགས་ཡིན་ན་འདི་ལྟར་འདི་ང་ཚོས་གཞི་རྩའི་ཕུང་གྲུབ་ཁ་ཞིག་སྤར་འདུག་ཨ། རྣམ་པ་ཚོས་འདི་ལ་གཟིགས་ཡིན་འདི་ལྟར་འདི་ང་ཚོའི་ཤ་གནད་ཀྱི་ཕུང་གྲུབ་ར།

དེ་ནི་འདི་ང་ཚོའི་ཁར་མ་གཅིག་དེ་ནི་འདི་ཡིན་པ་ཡིན་ནི་ང་ཚོའི་སྐྱིན་གང་གཅིག། འོ་དེ་ནི་འདི་ཡིན་པ་ཡིན་ནི་ང་ཚོའི་རྒྱུ་མ་ར། འདི་ཡིན་པ་ཡིན་ནི་འདི་ནི་ང་ཚོའི་ཁྱིམ་པ་གཅིག་དེ་ནི་འདི་ལ་འཁྲིས་པ་དོ། དང་ནོ་འདི་ཡིན་ནི་ང་ཚོའི་ལུས་བ་ར། འདི་ཡིན་པ་ཡིན་ནི་ང་ཚོའི་དབུར་རྒོལ་ལས་དེ་ནི་མི་སྤ་ལ་དབུར་འདི་ལམ་ནི་དབུར་རྒོལ་ལས་དེ་ར། འདི་ཚོ་ཚང་མ་དེ་འདི་དབང་པོ་ཆགས་དུས་ར། དེ་ནི་གང་ནས་ཞུས་ཡང་ནོ་ད་ཕྲ་ཕུང། མོ། ཕྲ་ཕུང་དེ་འདྲ་རིགས་གཅིག་པ་མཉམ་དུ་ཚོགས་འདུས་འཚམས་པ་ལ་ཕུང་གྲུབ་གྲུབ་རེད་ཟེར་ར། ཕུང་གྲུབ་དེ་འདྲ་མཉམ་དུ་ཚོགས་འདུས་འཚམས་པ་ལ་ད་ནི་དབང་པོ་སྣ་ཚོགས་པ་དང་དབང་པོ་འདྲ་མིན་ལ་སྐྲུན་ཡོང་བ་ར། དེ་ད་ལྟ་དཔེ་མཚོན་ཙམ་ར། སྤྱིར་བཏང་ད་ལྟ་སེམས་ཅན་མ་ཡིན་པ་རྩི་ཤིང་ཡིན་པ་ཡིན་ན་ཡང་དེ་ལ་ལྟ་བ་ར་ཕུང་གྲུབ་དང་ཡང་དབང་པོ་ལ་ཡང་ཁོ་རང་ཁོ་རང་ལ་བབས་པས་དེ་འདྲ་ཡོད་ར། འོ་ད་ནི་འདི་ལྟ་བུའི་ད་དབང་པོ་མང་པོ་མཉམ་དུ་ཚོགས་འདུས་འཚམས་པ་ལ་ད་ནི་དབང་པོའི་མ་ལག་ལ་ཡང་དེ་གྲུབ་ར། ད་དབང་པོའི་མ་ལག་མང་པོ་ཡོད་ར་སྤྱིར་བཏང་ང་ཚོ་གཟུགས་པོའི་ནང་ལ་ད་དབང་པོའི་མ་ལག་མང་པོ་ཡོད་ར། ད་དེའི་ནང་ནས་ད་ལྟ་ང་ཚོ་གིས་འདི་ལ་དཔེ་མཚོན་གྱི་ཚུལ་དུ་ད་ལྟ་འདི་ལ་དབང་པོའི་མ་ལག་གཙོ་བོ་ཁག་ཅིག་བཞག་ཡོད། འོ་དེ་ནི་རྣམ་པ་ཚོས་འདི་ལ་གཟིགས་ཡིན་དང་པོ་དེ་རིག་གྲོལ་མ་ལག་ར། ད་རིག་གྲོལ་མ་ལག་འདྲ་བོ་ཡིན་པ་ཡིན་ན་ང་ཚོ་གཟུགས་པོ་དེ་བརྟན་པོ་ཡར་ང་ཚོ་གཟུགས་པོ་བརྟན་པོ་བསྡད་ཐུབ་ཡ་དེ་ར། ང་ཚོ་ཡར་མར་འགྲོ་དུས་ཙམ་པ་ལ་གཟུགས་པོ་བརྟན་པོ་བསྡད་ཐུབ་ཀི་འདུག་ང་ཚོ་རིག་རིག་འགྲོ་གི་མི་འདུག་དེ་ལྟ་བུའི་ང་ཚོའི་གཟུགས་པོ་དཔེ་བརྟན་པོ་བསྡད་ཡ་ད་ད་ལྟ་ནང་བཞིན་ང་གཟུགས་པོའི་ནང་གི་ད་ད་འདི་གང་ནས་བྱུང་ཡ་ད་དབང་པོ་དབང་པོ་མང་པོ་ཡོད་ར། དབང་པོ་དེ་སྲུང་སྐྱོབ་བྱ་ཡ་གི་ཆེད་དུ་ད་ད་འདི་ལ་དཔེར་ན་ལེགས་པར་སྲུང་སྐྱོབ་བྱ་ཡ་གི་ཆེད་དུ་ལེགས་པར་ང་ཚོས་ད་ད

འོ་དེ་རིང་དེ་གཅིག་ལ་ཤ་གནད་མ་ལགས་ར་ཤ་གནད་མ་ལགས་ལབ་དུས་འཚམས་པ་ལ། ཤ་གནད་དེ་ཚོ་ང་ཚོ་ཡར་མར་ཡོང་ཁུལ་གྱི་ཡ་ལ་རོགས་པ་བགྱི་དགོས་ར། དེ་འདྲ་ང་ཚོ་གིས་ད་རུས་ལྐོག་ཏུ་ཚང་མ་མཉམ་དུ་ད་ཤ་གནད་གི་འདྲིར་བསྡུས་ཡོད་ར་ཤ་གནད་གི་ཐུར་བསྡུས་ཡོད་ར། འོ་དེ་བགྱི་དུས་འཚམས་པ་ལ་ང་ཚོ་གིས་ད་ཤ་གནད་དེ་ཚོ་ཡར་མར་འགུལ་ཕྱོགས་བགྱི་དུས་འཚམས་པ་ལ་ང་ཚོ་ལུས་པོ་དེ་ད་འགུལ་ཕྱོགས་བགྱི་ཐུབ་ཀི་ཡོང་ཁུལ་བགྱི་ཐུབ་ཀི་ཡོད་ར། འོ་ད་ཁྱོད་ཀྱིས་བརྩམས་པ་ལ་ཆ་འདི་དེ་ང་ཚོ་ལ་ད་ཡུང་ཀུར་གྱི་ཡ་ལ་ཡང་རོགས་པ་མ་སོང་བས་འཇིག་གི་འདུག་འོ་ད་ནི་འདི་གཅིག་ལ་ད་ད་འདི་གསུམ་པ་དེ་ག་རེ་རེད་ལབ་ན་འདི་ང་ཚོ་འཇའ་ཤེལ་མ་ལ་ར། འཇའ་ཤེལ་མ་ལ་ལབ་དུས་བརྩམས་པ་ལ་ང་ཚོ་གཟིགས་འགྱོད་ཡ་དེ་ར་དེ་འདྲ་ད་དཔེར་ན་ང་ཚོས་ཁ་ལག་ཟ་གར་ཁ་ལག་ཟ་དུས་བརྩམས་པ་ལ་ད་ནི། འོ་ཁ་ལག་དེ་ད་ཕར་སྣོད་བུའི་ངོ་བོ་ལ་སྦྱར་དགོས་གོ་ར། ཁ་ལག་སྣོད་བུའི་ངོ་བོ་ལ་སྦྱར་ཡ་དེ་ད་འདི་ནང་དཔེར་ན་ང་ཚོས་ད་ཕོ་བ་ནང་ལི་ཀ་གཅིག་གོ་ད་ཨ་ནང་ཇོ་མང་ནང་ལི་ཀ་གཅིག་གོ་ར། འདི་ལྟ་བུའི་ལི་ཀ་ཅན་དེ་ནི་འཇུ་བྱེད་མ་ལག་ལ་འདི་གི་ཁོ་རང་གི་དང། མ་ལག་དེ་གི་གཅིག་བོ་ར་ལྟོ་གཅིག་ཏུ་འཚམ་པ་ལ་འདི་ཡང་ཧ་ཅང་གར་ཆེན་པོ་ཆགས་དུས་ར་འཇུ་བྱེད་མ་ལག་ལབ་ཏུ་འཚམ་པ་ལ། འོ་དེ་ནས་དེ་གཅིག་ལ་ང་ཚོ་འཇུ་ངོས་མ་ལག་ལ་ཡང་དེ་ར། འཇུ་ངོས་མ་ལག་ལབ་ཏུ་འཚམ་པ་ལ་ང་ཚོ་དབུགས་ལེན་ཡང་དེ་ར་དཔེ་ཆ་བཟོས་ན་ང་ཚོ་གི་ད་ཁ་དབུགས་ནང་ནས་ང་ཚོ་འཚོ་རླུང་ལེན་དགོས་ར། འོ་དེ་ནས་འཚོ་རླུང་དེ་དང་པོ་ང་ཚོ་གི་ཕར།

ང་ཚོའི་གཟུགས་པོའི་ནང་ལ་དཔེ་ཆགས་ལ་ད། ཕྱི་ནས་ང་ཚོ་ལ་ད། ཕྱིའི་ཁོར་ཡུག་ནི་ང་ཚོ་ལ་ད་ནུས་ཚོར་ལམ་སྣ་རེ་ཆ་འཕྲིན་དེ་འདྲ་འབྱོར་ཡོང་གི་ཡོད། འོ་དེ་ཚོ་ལྟར་ན་ང་ཚོ་གི་ནི་ལེན་པ་ཚོ་གི་ལན་དེ་ནི་ཕར་ལེགས་པ་ལ་ཅི་གི་ཡོད། ལེགས་པ་ཅི་ལེགས་པ་ལ་ཅི་ཡོང་དུས་འཚམས་པ་ལ་དེ་ནི་ལེགས་པ་གི་དེ་ལ་ད་ཁོ་རང་གི་ཡིད་སྐྱོ་བྱེད་ཡ་དང་དེ་ལྟ་བུའི་ད་མང་པོ་ཅི་ཅི་གི་ཡོད། འོ་དེ་ཚོ་གི་མ་ལག་དེ་ར་ད་ནི་ང་ཚོ་དབང་རྩ་མ་ལག་ལས་དེ་ར། འོ་ད་ནི་འདི་ལ་ཐ་མ་དེ་ལྟ་ན་འཁོར་སྐྱོད་མ་ལག་ལ་འཁོར་སྐྱོད་མ་ལག་ལབ་དུས་ཚངས་པ་ལ་ང་ཚོ་གཟུགས་པོའི་ནང་ལ་ད་ཁྲག་ཡར་མར་འདྲེན་དགོས་ཀྱི་ཡོད་ར། ཁྲག་ཡར་མར་འདྲེན་ཡང་ད་ད་གཙོ་བོ་ད་སྙིང་གི་སྤྱི་བོ་ར་སྙིང་འཁོར་དབང་པོ་གཅིག་དེ་ནི་སྟེ་གི་མ་ལག་དེ་ལ་ད་ང་ཚོ་འཁོར་སྐྱོད་མ་ལག་ལབ་དགོས་ར། འོ་ད་ནི་ང་ཚོ་གི་སྙིང་སྙིང་རྒྱུ་ནི་ད་ང་ཚོ་གཟུགས་པོ་ཡོངས་ལ་ད་ཁྲག་གཏང་དགོས་ར། དེ་ལྟ་བུའི་ད་སྙིང་གི་ལུས་ཀ་མ་བཅིངས་ན་ང་ཚོ་ལམ་ལ་ཕྱིར་འགྲོ་དགོས་ར་སྙིང་འདི་ག་དུས་ན་ཡིག་འདི་དགོས་ར་སྙིང་འཕར་དགོས་ར། སྙིང་གི་ད་ང་ཚོ་གཟུགས་པོ་ཡོངས་ལ་ད་ད་ལུས་ལ་ཁྲག་འགྲིམ་ཡ་དང་དེ་ཚོ་ཏག་ཏག་ཅིག་མ་བཅིངས་ན་ང་ཚོ་ད་བདེ་ཐུབ་ཀྱི་མ་ར་ང་ཚོ་ཤི་འགྲོ་དགོས་ར་ད་གཅིག་དུས་ཚངས་པ་ལ་ཡང་འཁོར་ཆུ་མ་ལ་ལབ་ཏུ་འཚམ་པ་ལ་ཧ་ཆུ་དཀར་ཆེན་པོ་ཆགས་བདེ་བ་ར། འོ་ད་ལྟ་འདི་གང་ནས་ང་ཚོས་ཀ་རའི་ཤུལ་རེ་ལབ་ཏུ་འཚམ་པ་ལ་དང་པོ་ང་ཚོས་ད། ཁྲམ་ཕོང་མང་པོ་མཉམ་དུ་འཚོགས་ར་ཁྲམ་ཕོང་མང་པོ་མཉམ་དུ་འཚོང་དུ་འཚམ་པ་ལ་དེ་ནས་ཕོང་གྲུབ་མང་པོ་མཉམ་ཕོང་གྲུབ་གྲུབ་ར། འོ་དེ་ལྟར་ཕོང་གྲུབ་མང་པོ་མཉམ་དུ་འཚོང་དུ་འཚམ་པ་ལ་དབང་པོ་མང་པོ་གྲུབ་སོང་བ། དེ་ནས་དབང་པོ་མང་པོ་མཉམ་དུ་འཚོང་དུ་འཚམ་པ་ལ་དེ་ནས་དབང་པོའི་མ་ལག་མང་པོ་ཡང་གྲུབ་ཀི་འདུག་བ། འོ་འདི་ལྟ་བུའི་ད་དབང་པོའི་མ་ལག་དེ་ཚོ་གྲུབ་སྟངས་དང་དེ་ནས་འདི་ལྟ་བུའི་དབང་པོའི་མ་ལག་དང་མཉམ་དུ་ཡང

མ་ལག་དང་སོགས་ཀྱི་ལིཀ྄་དག་དང་མ་བགྱིས་པ་ཡིན་ན་ང་ཚོ་ལ་ན་ཚ་ཡོང་གི་ར་ད་པའི་ཆ་ཟེར་ན་ཉིན་གུབ་ཁོ་རང་གི་ཁྲག་དག་དང་གཏོང་མ་ཐུབ་པ་ཡིན་ན་ང་ཚོ་ལ་ན་ཚ་ཡོང་གི་ཡོད་རེད་ད་ནང་འཇི་བྱེད་མ་ལག་གི་ང་ཚོ་གི་ད་གཟིགས་དུ་སོགས་དག་དག་ཅིག་འཇོན་མ་ཐུབ་ན་ཡང་ང་ཚོ་ལ་ཡང་ན་ཚ་ཡོང་གི་ཡོད་ར། འོ་དེ་ལྟ་བུའི་ད་ན་ཚ་གི་སྐོར་དང་དུ་སོགས་ད་ང་ཚོ་གི་ལོ་རིམ་ལྔ་བ་གི་ད་ནད་དང་ད་ནི་ནད་འགོག་ནད་འགོག་རིག་པ་དང་ནད་མི་རིག་པ་ལ་ལོ་རིམ་ལྔ་བ་གི་ད་ནི་སྤྱི་དངོས་སློབ་དེབ་དེའི་ནང་ལ་སྦྱངས་ཡོད་ར་དེའི་ནང་ལ་ད་རྣམ་པ་ཚོ་བགྱིས་ནས་སྦྱངས་ཡ་ར། འོ་དེ་ནས་ད་ག་གནང་བཞིན་ཡང་ང་རང་ཚོ་སྤྱིར་བཏང་ལུས་ཁོ་རང་ལ་ད་ནི་ལྷན་གཅིག་གི་ད་ནི་ན་ཚ་འགོག་ཡག་ནུས་པ་བྱེད་བ་ར་དེ་ལ་ད་ནི་ང་ཚོས་གནད་འགོག་མ་ལག་ལབ་ཀི་ཡོད་ར། འོ་དེ་ལྟ་བུའི་གནད་འགོག་མ་ལག་དང་ད་ནི་ད་སྐབས་རེ་ང་ཚོས་གནད་འགོག་མ་ལག་ལས་ཀ་ཏག་ཏག་མ་བྱས་སྐབས་རེ་ད་ནི་གནད་འགོག་མ་ལག་མ་ཡིན་པ་འདི་ལྟ་བུའི་ད་ནི་ང་ཚོས་ཡང་ལུས་པོ་གི་མ་ལག་སོ་སོ་གི་ལས་ཀ་ཏག་ཏག་ཅིག་མ་བྱས་པ་ཡིན་ན་མ་ལག་སོ་སོ་མ་སྙོམས་པ་ཡིན་ན་ང་ཚོ་ལ་ནད་ཡོང་གི་ཡོད་ར། འོ་དེ་ལྟ་བུའི་ན་ཚ་དང་ད་ནི་ན་ཚ་བཅོས་ཐབས་དང་ད་ནི་ན་ཚ་འགོག་སྟངས་དང་འོ་འདི་ཚོའི་སྐོར་དེ་ད་ནི་ལོ་རིམ་ལྔ་བ་གི་ད་ནི་གནས་འགོག་རིག་པ་དང་དེ་ནས་གནས་ཡམས་རིག་པ་ལ་སློབ་དེབ་ཀྱི་ནང་ལ་ཡོད་པ་རེད། འོ་ད་ནི་ད་ནི་ང་རང་ཚོས་ད་དབང་རྩ་མ་ལག་ལ་ཡི་ར། དབང་རྩ་མ་ལག་ལབ་དུས་ཚངས་པ་ལ་ད་ནི Nervous System ལ་ཡི་ར། ད་དབང་རྩ་མ་ལག་གི་སྤྱི་སྤྱི་ཡོངས་ཀྱི་དབང་རྩ་མ་ལག་གི་སྤྱི་སྒྲུབ་མ་སོང་ལ་དེ་ང་ཚོས་ད་ནི་ལོ་རིམ་དང་པོ་གི་ད་ནི་དབང་རྩ་གི་སློབ་དེབ་ངོ་སྤྲོད་སློབ་དེབ་ཀྱི་ནང་ལ་ང་ཚོས་སྦྱངས་ཡོད་པ་ར། དཔེ་ཆ་བཞག་ན་ད་དབང་རྩ་མ་ལག་ལབ་དུས་ཚངས་པ་ལ་ཁྱེད་རང་ཁོ་རང་གི་ད་གཙོ་བོ་དབང་རྩ་ལྟེ་བའི་མ་ལག་དང་དེ་ནི་མཐར་ནུས་དབང་རྩའི་མ་ལག་གཉིས་ཆེ་གི་ཡོད། དབང་རྩའི་ལྟེ་བའི་མ་ལག་ལབ་དུས་ཚངས་པ་ལ་དཔེ་ཆགས་ཀྱི་ང་ཚོས་ལེགས་པ་དང་གྱོང་པ་གཉིས་ལ་འདི་ནི་ང་ཚོས་དབང་རྩའི་ལྟེ་བའི་མ་ལག་ལབ་གི་ཡོད། དེ་ནི་འདི་ལྟ་བུའི་ལེགས་པ་དང་གྱོང་པ་གཉིས་ནི་ད་བར་ཁ་ན་མ་སོང་བའི་ཆེ་བའི་དེ་ལ་འདི་ནི་འགའ་ལབ་དགོས་རེད་དབང་རྩ་ཧ་ཅང་མང་པོ་ཡོད་དེ་ཚོ་ལ་ང་ཚོས་འདི་ནི་མཐར་ནུས་དབང་རྩའི་མ་ལག་ལབ་གི་ཡོད། འོ་མཐར་ནུས་དབང་རྩའི་མ་ལག་ལ་ཡང་དེའི་ནང་ལ་འདི་ནི་ང་ཚོས་དབང་རྩ་གི་ཕྲ་གཟུགས་དབང་རྩའི་ཕྲ་ཕུང་གི་ཧ་ཅང་མང་པོ་ཡོང་གི་ཡོད། འོ་འདི་ཚོའི་སྐོར་ལ་འདི་ནི་ང་ཚོ་གི་སྐྱོན་གི་ཁོ་རང་ཚོས་ད་བཀོད་པ་དང་དེ་ནི་དབྱེ་བ་མ་སོང་ནས་དེ་དང་དེ་ནི་ལས་པ་གིས་ད་ལྟ་ཆ་ཤས་སོ་སོ་གི་དབྱེ་བ་དང་དེ་ནས་ལས་པ་གིས་ཆ་ཤས་སོ་སོ་གི་སྒ་ལབ་དགོས་རེད། ངོ་སྤྲོད་མ་སོང་ན་དེ་ང་ཚོས་ད་ལྟ་བློ་རིམ་དང་པོ་གི་འོག་ད་ལྟ་དབང་རྩ་གི་སློབ་དེབ་འོག་ངོ་སྤྲོད་སློབ་དེབ་དེའི་ནང་ལ་ང་ཚོས་སྦྱངས་ཡོད་ར། འོ་ད་ནི་དེ་ཅི་ལ་ད་ང་རང་ཚོས་དཔེ་ཆ་བཟའ་ན་ཡང་ད་ནི་ང་ཚོས་ད་ལྟ་བློ་རིམ་དང་པོའི་སྐབས་སུ་ང་ཚོས་ཞུས་ཡོད་རེད་དཔེར་ན་ང་རང་ཚོའི་ལས་པ་འདྲ་བོ་ཡིན་པ་ཡིན་ན་དེ་ལ་གཙོ་བོ་འདབ་མ་མ་སོང་ན་གཙོ་བོ་བཞི་ལྔ་བརྒྱུད་ཨ། དཔེ་ཆ་བཟོ་ན་འདི་ལ་ང་ཚོས་ད་འདི་འདབ་ལབ་གི་ཡོད་ད་ནི་འདི་རྩིག་འདབ་ར། ད་ནི་འདི་ང་ཚོས་སྟག་འདབ་ལབ་གི་ཡོད་ད་ནི་འདི་ལ་ང་ཚོས་ནད་རྟགས་འདབ་ལབ་ན་རེད་མིར་རྐོང་འདབ། འདི་ལ་ཡིད་གཉིས་ཡོད་ར་ད་ནི་འདི་ལ་ད་ནི་ལི་ཉིང་ཟེར་ཡ་ནོ་ད་ནི་འདི་ལ་ང་ཚོ་གི་ཚོད་ལྟ་མ་ལ་ཡ་ནོ་ད་ནི་ལི་སྦུག་ལ་ཡ་ནོ་ལི་སྦུག་འོག་མ་ལ་ཡ་ནོ་དང། འོ་ད་ནི་འདི་ལྟ་བུའི་ད་ལས་པ་གི་དཀར་ལག་གི་ཆ་ཤས་ཧ་ཅང་མང་པོ་ཡོད་ར།

དེ་དཔེར་ན་ཕྱི་ལོགས་ནས་ང་ཚོ་གཟུགས་འདྲ་མི་འདྲ་མཐོང་བ་དེ་དཔེར་ན་མཐོང་ཚུལ་མིག་ལ་བརྟེན་ནས་ཡོང་གི་ཡོད་ར། ད་གནངས་ནས་ང་ཚོ་སྒྲ་ཐོས་ཡ་དེ་ཐོས་ཚུལ་སྣ་ལ་བརྟེན་ནས་ཡོང་གི་ཡོད། ད་ནི་ང་ཚོ་གིས་ད་རོ་བཏང་བ་དེ་འདྲ་ལ་ད་ནི་ང་ཚོ་རོ། རོ་བྲུས་མྱོང་ཚུལ་ལ་དེ་ར། ད་ནི་ང་ཚོ་གིས་ད་རག་ཅག་འཇམ་རྩུབ་ཚུར་བསྐོར་དེ་ལུས་ཚུལ་ལ་བརྟེན་ནས་ཡོང་གི་ཡོད་ར། ད་ནི་ང་ཚོ་གིས་དྲི་མ་ཞིམ་དང་མི་ཞིམ་དེ་ད་ནི་ང་ཚོ་སྣུམ་ཚུལ་ལ་དེ་ལ་བརྟེན་ནས་ཡོང་གི་ཡོད་ར།

Thermo Receptor ལབ་ཏུ་འཚམ་པ་ལ་ཚ་དྲོད་སྣེ་ལེན་པ་ཟེར་ཡ་ནོ། འོ་དེ་ལྟ་བུའི་སྣེ་ལེན་པ་ཡོད་ར་སྣེ་ལེན་པ་དེ་ཚོ་ལེན་གི་ཡོད་ར། འོ་ད་ད་འདི་ལ་ང་ཚོས་དཔེ་ཆགས་བྱས་ན་ད་འདི་འདིའི་སྐབས་སུ་ང་ཚོ་ལ་ཕྱིའི་ཁོར་ཡུག་ནང་ནས་ད་ང་ཚོ་མིག་གིས་འདི་ལ་ད་ཤེར་ཕུར་ཅིག་མཐོང་ར་ཤེར་ཕུར་ཤེར་ཕུར་ནང་ལ་ཆུ་ཡོད་རྒྱུ་ཞིག་མཐོང་ར། འདི་མཐོང་ཡ་དེ་ད་གང་ནས་གྱི་ནས་ཡིན་དགོས་ང་ཚོ་གི་ད་མཐོང་ཚོད་ཀྱི་ནས་ཡིན་དགོས་ར་མིག་གི་ནས་ཡིན་དགོས་ར་འདི་གི་ད་དེ་གི་བརྡ་ནི་འོད་གནས་ལེན་པ་དེ་གི་བརྡ་ཕར་ང་ཚོ་གི་དང་པོ་འོད་གནས་ལེན་པ་གི་ལན་གི་ར། འོད་གནས་ལེན་པ་གི་ལན་ནི་དེ་ཁོ་རང་གི་ཕར་ལེ་པ་ལ་གཅིག་གོ་ར་ལེ་པ་ལ་གཅིག་ས་དེ་ཁོ་རང་གི། ད་ནི། བང་ཚོར་བང་ཚ་མ་བང་ཚོར་བང་ཚ་ཕྲ་གཟུགས་ལས་དེ་གི་ནི་གཅིག་གོ་གོ་ར། འོ་དེ་ལྟ་བུའི་བརྡ། ང་ཚོ་ལ་ཕྱིའི་ཁོར་ཡུག་ནང་ནས་ང་ཚོ་དཔེ་ཆགས་ལེན་ད་ནི་ཕྱིར་པོར་མཐོང་དེ་ནི་དེ་ང་ཚོ་གནས་ལེན་པ་གི་ལང་དེ་ནི་དེ་ནུས་ཚོར་དེ་ཕར་ལེ་པ་ལ་བཏང་ཡ་དེ་གི་འགྱུར་རིམ་དེ་ལ་ང་ཚོས་ད་བང་ཚོར་ནང་འཇུག་ལབ་ཀི་ཡོ། བང་ཚོར་ནང་འཇུག་བང་ཚོར་ནང་འཇུག་ལས་འདི་གི་བརྡ་འགྲོ་ས་དེ་ད་ནི་ང་ཚོ་བང་ཚོར་མ་ལགས་ར།

འོ་དེ་ཕྱིར་པུར་དེ་དང་ང་ཚོས་ལག་པ་འཆང་ཆོག་གི་རེད་ཆོག་གི་མི་འདུག་ལ་ཡ་དེ་ད་ལེ་པ་གི་པར་སྐད་མ་གསུངས་གཏོང་དགོས་ཀྱི་ཡོད་ར། འོ་དེ་ལྟ་བུའི་ད་ཕྱི་ལོག་ལ་བཀའ་བཏང་ཡང་ན་འོ་དེའི་བརྒྱུད་རིམ་དེ་ལ་ང་ཚོས་ད་ནི་འགུལ་སྐྱོད་ཕྱི་འབྲེལ་ལབ་ཀྱི་ཡོད་ར། འགུལ་སྐྱོད་ཕྱི་འབྲེལ་ལ་འདི་གི་བརྒྱུད་རིམ་འགྲོ་ས་དེ་ལ་ད་ནི་ང་ཚོས་འགུལ་སྐྱོད་དབང་ཚད་ཕྲ་གཟུགས་ལབ་ཀྱི་ཡོད། འོ་འགུལ་སྐྱོད་དབང་ཚད་ཕྲ་གཟུགས་བརྒྱུད་ནས་དེ་གི་ད་ནི་ནུས་ཚོད་མ་གཏོགས་དེ་ཚང་མ་ད་ཕྱི་ལོག་ལ་པར་བཏང་གི་ཡོད་ར།

འོ་འདི་ལྟ་བུའི་བརྒྱུད་རིམ་འདི་ཚོ་ང་ཚོའི་ད་ནི་ལོ་རིམ་གཉིས་པ་གི་ད་ནི་ང་ཚོ་འདི་ཞིག་དང་མཐོང་ཚོར་ལ་གི་དེབ་ཅིག་ཡོད། འོ་འདི་སྐབས་སུ་ད་ནི་ང་ཚོ་སྦྱངས་ཡོད་བ་རེད། འོ་འདི་ནི་ད་ནི་ང་ཚོ་གི་ཐད་ཀར་ལབ་དུས་འཚམས་པ་ལ། འདི་ལྟ་བུའི་ད་ང་ཚོ་གི་ད་ཕྱིའི་ཁོར་ཡུག་ནང་ང་ཚོ་ལ་ཆ་འཕྲིན་གྱི་འབྱོར་འོང་དུས་འཚམས་པ་ལ་ཆ་འཕྲིན་ཚང་མ་འགྲོ་ས་གི་ལམ་ཁ་མ་སོང་ཅེས་བ་ར། འོ་འདི་ལྟ་བུའི་འགྲོ་ས་གི་ལམ་ཁ་མ་སོང་ན་དེ་ད་ནི་འོང་ཚོར་འོང་ཚོར་ད་ནི་འོང་ཚད་ཕྲ་གཟུགས་ར་འོང་ཚད་ཕྲ་གཟུགས་ལ་གཙོ་བོ་དབྱེ་བ་གཙོ་བོ་གསུམ་ཡོད་བ་ར་རེད།

སྐྱེ་དངོས་རིག་པ་གིས་ཁོ་རང་གི་ཡན་ལག་མ་སངས་ཞེས་ཆགས་སྡོད་རང་སྡེ་ལྟ་བུའི་དབང་རྩ་ཕྲ་གཟུགས་ལ་སླེབས་ཡ་ལ་དེའི་སྔོན་ལ་ད་ཚད་རིག་པ་དང་སོ་མང་ཆེ་བ་འདི་འདྲ་སྐྱེ་དངོས་ཁོ་རང་ཚོ་གིས་ད་དཔེ་སྟངས་ཀྱི་སྒང་ནས་ཤོད་ན་ཅིག་ད་ཕྲན་ཕུང་དང་དེ་ནས་ཕུང་གྲུབ་དང་དབང་པོ་དང་དབང་པོའི་མ་ལག་དང་དེ་སོགས་ཀྱི་ལུས་ཀ་སྤྱི་སྟངས་དང་ཨོ་དེ་འདྲ་ཙམ་མ་གཏོགས་གཞན་པ་བཤད་ཀྱི་ཡོད་མ་རེད་ད་གཞི་ནས་ག་ལེ་ག་ལེ་ད་ཁོ་རང་ཚོའི་དཔེར་ན་ནང་གི་དཔེར་ན་ཀླད་པ་གི་ལུས་ཀ་སྤྱི་དང་ད་ག་ནང་གི་ཀླད་པ་གི་འགྱུར་བ་དང་དེ་འདྲ་ལ་དེ་ནི་ང་ཚོ་ལ་སེམས་མྱོང་འདྲ་མི་འདྲ་ཡོང་གི་འདུག་དེ་ནི་ད་ག་ནང་བཞིན་ང་ཚོ་ལ་ད་དཔེ་ཆ་བཞག་ན་དྲན་པ་འདྲ་མི་འདྲ་སྐྱེ་ཡ་དང་ད་ག་ནང་བཞིན་འོ་དེ་ལ་དེ་ནི་ང་ཚོ་ལ་ད་མྱོང་ཚོར་འདྲ་མི་འདྲ་བདེ་སྡུག་གི་མྱོང་ཚོར་འདྲ་མི་འདྲ་ཡོང་གི་ཡོད་ར། འོ་དེ་ཚོའི་སྐོར་ལ་མཉམ་འཇོག་གྱིས་དེ་ཚོའི་སྐོར་ལ་མཉམ་འཇོག་བྱས་ཏེ་ད་ཁོ་ཚོ་གི་མང་ཆེ་ལེགས་པ་གང་ལ་བྱེད་གི་ཡོད་ར། འོ་ད་ཁྱོད་ཀྱི་འཚམས་པ་ལ་ད་བང་རྩལ་ཕྲ་ཚིག་ད་ནང་བང་རྩལ་ཚན་རིག་ལས་དེ་སྐྱོང་ར། འོ་ད་ཁྱོད་ཀྱི་འཚམས་པ་ལ་ད་བང་རྩལ་ཕྲན། བང་རྩལ་གྱི་ཚན་རིག་ཞེས་ཡ་ལ་ངོ་ལ་དེ་གི་ངོ་ལ་ཁོ་ཡོང་ས་མ་སོང་ན་གཙོ་བོ་དེ་ད་ད་སྐྱེ་དངོས་ཚན་རིག་དང་དེ་ཚོ་ཆགས་འདུག་ར། འོ་ད་ཁྱོད་ཀྱི་འཚམས་པ་ལ་འདིའི་སྔོན་ལ་ང་ཚོས་ད་ད། སྐྱེ་དངོས་ཀྱི་སློབ་ཚན་དང་དེ་ཚོ་ལ་ད་ང་བསྐྱར་ཞིབ་མ་སོང་ན་ཅི་གོ་བ་དེ་ནས་ནང་ད་ད། སྐར་ལབ་གི་གནད་འགག་ནང་འོ་དེ་ལ་ཐུག་དུས་དུས་ར། འོ་དེ་ནས་ད་དེ་རིང་འདི་ལ་ད་མཚམས་བཞག་ཡིན་ར། དེ་འདི་གི་ཚན་པ་རྗེས་མ་དེ་ནང་ལ་ང་ཚོ་དབང་རྩའི་གྲ་ཟུག་གི་སྐྱེ་དགུ་ལ་ད་སློབ་ཚན་འདི་འདྲ་འདི་ང་རང་ཚོའི་སྐབས་སུ་བབས་པའི་ད་སློབ་དེབ་ཁོ་རང་གིས་ད་བརྗོད་བྱ་དེ། འདི་ལ་ད་འདི་དབང་རྩའི་གྲ་ཟུག་གི་སྐྱེ་དགུ་ལ་གཅིག་ཏུ། འོ་དེ་སྐོར་ལ་ཞུ་གི་ཡིན་ར། འོ་དེ་ནས་འདི་དེ་རིང་འདི་ལ་མཚམས་བཞག་ཡིན་དེ་ནས་ང་ཚོ་གླིང་ཚའི་རྗེས་མའི་ནང་བསྐྱར་དུ་མཇལ་ཡོང། འོ་ཐུགས་རྗེ་ཆེ།